ཚ་མོ་ལ་བཀྲ་ཤིས་བདེ་ལེགས་ཞུ་ཨ་ཡིན། དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུ། ཕྱི་ཟླ་བཅུ་གཅིག། ཚེས་པ་དགུ་པ། ད་ལྟ་ཞོགས་པ་ཆུ་ཚོད་དགུ་པ་དང་སྐར་མ་ང་བཅུ་ང་དགུ། ངའི་མིག་ལ་བློ་བཟང་མཐར་ཕྱིན་ཟེར་གྱི་ཡོད། ཨ་ནི་དེ་རིང་ངས་ཡང་སྒྲོམ་ཞིག་བཤད་ཀྱི་ཡིན། ནི་དེ་ཚང་ཐལ་སྣང་ཞིག་ལྟས་གྲ་མ་ཆག་བཞག། ང་རང་གྲང་བ་ནག་སོང་བ། གྲོད་ཁོག་མཚམས་མཚམས་ནག་གི་འདུག། ཡིན་ནའང་གལ་ཆེན་པོ་མི་འདུག། གྲོང་དེ་མིན་ལ་གསེར་གྱི་བུམ་པ་ཟེར་གྱི་ཡོད། ཐའེ་ཝན་ཤར་བྱང་གི་རི་འདབས་སུ་ལག་རྩེད་ཧ་ཅང་ཡག་པོ་ཡོད་པའི་གསེར་བཟོ་བ་བཞི་ཡོད། ལོ་བཞི་པ་མང་པོས་ཁོང་གི་གསེར་བཟོ་ཁང་ལ་ཁོས་འགལ་འཁྲུག་བྱེད་དགའ་ཡོང་གི་ཡོད། ཉིན་བཞི་ལ་སྲིད་འཛིན་གྱིས་ཁོང་ལ་གསེར་གྱི་བུམ་པ་བཟོ་བཅུག་ནས། གསེར་བཟོ་བ་དེས་ཡིད་གཟབ་ངང་གསེར་གྱི་གསེར་གྱི་བུམ་པ་སྤུས་དག་པོ་ཞིག་བཟོས་པ་རེད། བུམ་པ་དེའི་ཁ་དོག་སེར་པོ་དང་དབྱིབས་ནར་ནར་ཡོད་པས། གསེར་བཟོ་བ་ཡིས་བུམ་པ་དེ་ལ་གསེར་གྱི་སྒོ་ང་ཤེས་མི་གདའ་བ་རེད། ཡིན་ན་ཡང་གསེར་བཟོ་བ་དེ་རྒན་ཁོག་ཡིན་པས་ཐག་རིང་དུ་འགྲོ་མི་ཐུབ་ཙང། ནས་ཁོང་གི་བོང་བུ་བདས་ལ། གནས་འགལ་གྲུ་གཅིག་ལ་བཏེགས་ནས་སྲིད་འཛིན་ལ་བོང་བ་བིར་བའི་དུས་ནས་ཡང་ཁོང་ལ་སྤྲད་པ་རེད། འགལ་གྲུ་དེ་སྲིད་འཛིན་ཕོ་བྲང་ལ་འགྲོ་དུས་ཐོན་ལ་འཚོ་ལོངས་ཡོང་བའི་སྐབས་དང་འཕྲད་ནས་ལམ་བར་དུ་ཧ་ཅང་ཆེ་བའི་ཆར་རླུང་ཕོག་པ་རེད། འཚོ་ལོངས་ལས་གྲུབ་པའི་ཆར་རླུང་འདྲ་ཤུགས་ཆེན་པོ་ཡིན་ཙང། ཁོས་རི་ཆུང་འགྲམ་འགྲམ་ནས་བརྒྱུད་སྐབས། ས་ཡང་ཉིལ་བྱུང་བས། སྟབས་ལེགས་པ་ཞིག་ལ། ཤིང་སྡོང་ཆེན་པོ་ཞིག་གི་གཡེར་ཁ་འཇུས་ཐུབ་ཙང། ནས་ས་ས་རྡོའི་ནང་དུ་མ་ནུབ་ཙམ་བྱུང་བ་རེད། ཡིན་ན་ཡང་གསེར་གྱི་གོམ་པ་དེ་ཁོས་ལག་པ་ནས་བཤུར་ཏེ། ས་ས་རྡོའི་ནང་དུ་འཐིམས་པ་རེད། དེའི་སྐབས་སུ་ས་བདག་ཞིག་གིས་ས་བཏོད་ནས་ཡར་ཐོན་ཕེབས་པ་རེད། ཁོང་གིས་གསེར་གྱི་བུམ་པ་དེ་བསྣམས་ནས། དུས་ཁྱེད་རང་གི་བུམ་པ་རེད་པས། ཞེས་སྐད་རེ་ཁྲིད་པ་རེད། དུས་དེར་རྒྱལ་ཕྲུག་དེས་སྟ་རེ་གི་སྒྲོམ་དང་སྐད་སྒྲ་ཆེན་པོ་དེ་དྲན་ནས་ཧམ་སེམས་སྐྱེས་པས། ཨོ་གལ་སྲིད་ཁྱེད་རང་ཚོས་སྟ་རེ་གི་སྒྲོམ་དང་དེ་ཁོ་མྱོང་མེད་ན། ངས་ནི་འཛོམས་དེ་གི་འོག་ལ་ནི་ཁ་བྱང་ཅིག་བཞག་གི་ཡིན་ནི་ཁྱེད་རང་ཚོས་དེ་ལ་བསྟུན་རོགས་གནང། འོ་ནི་ནི་གས་འཁྲུ་དེ་སྟ་རེ་གི་སྒྲོམ་དང་སྐད་སྒྲ་ཆེན་པོ་དེ་དྲན་ནས་ཧམ་སེམས་སྐྱེས་པས། གལ་སྲིད་ངས་སྒྲོམ་རྟ་ནང་གི་ཤིང་ཁ་ནང་བཞིན་ནི་ལན་བརྒྱབ་ན། གཅིག་བྱས་ན་སྦོམ་པ་གཞན་པ་ནི་རག་སྲིད་ཀྱི་རེད། ཅེས་བསམ་ནས་ས་རྟ་ལ་ཨོ། དེ་ངའི་དགོངས་པ་མ་རེད། ཅེས་རྫུན་མ་ཤེས་པ་རེད། ནས་ཡང་ས་ད་དའི་ས་རྡོའི་ནང་དུ་ལག་པ་བཅུག་ནས་དངུལ་གྱི་བུམ་པ་བཞི་ཡར་འཐེན་ཏེ། དེ། ཁྱེད་རང་གི་རེད་པས། ཞེས་འདར་ཡང་སྐད་སྒྲ་ཁྲིད་པས། འགས་ཆུ་དེ་ཡང། ཨོ། དེ་ངའི་བུམ་པ་མ་རེད། ཅེས་ལན་བརྒྱབ་པ་རེད། མཐའ་མ་དེ་ལ། ས་ད་དའི་རྫ་མའི་བུམ་པ་རྣམས་ཕེབས་ནས། ཡང་མེད་ན་དེ་ཁྱེད་རང་གི་རེད་པས། ཅེས་སྐད་འཕྲོ་བྱེད་དུས། སྐད་འཕྲོ་དེས་དགའ་ཐག་ཆོད་ནས། ཨོ་འདི་ངའི་བུམ་པ་རེད་ས་ད་ལ། ཞེས་ལན་བརྒྱབ་པས། བསམ་རྒྱུ་ལས་འདས་པ་ཞིག་ལ་ས་ད་དེས་དངོས་གནས་སྐད་འཕྲོ་གི་ལན་བཏབ་པ་ནང་བཞིན་རྫ་མེ་བུམ་པ་དེ་སྤྱི་བོ་དེར་སྤྲད་ནས། ས་ད་དེ་ནི་ས་དེའི་ནང་དུ་ཐིམ་པ་རེད། དུས་འདིར་འགལ་འཁྲུལ་གྱི། ས་སྟོང་གཏིང་དུ་ལྷུང་ན་ཡང། ས་བདག་རོགས་པ་བྱེད་པར་ཕེབས། མ་ཞུ་རྐུ་ཆོས་མང་དྲགས་ན། གོ་སྐབས་དེ་ཡང་མིད་ནས་ཤོལ། ཤེས་མེད་དེ་རྒོད་པར་བྱས་སོ། ནས་བཀྲོངས་འདི་ཚབ་རེད། ཚང་མ་ལ་ཐུགས་ཆེ་གནང་ཞུ་ཡ་ཡིན།